ཡང་སྲིད་མེད་པར་བྱས་ལ་འབད་མཛད་དེ་དེ་བས་ཆེ་ཆོག་དགོས་པ་ཅན་དེ་བས་ཆེ་ཆོག་དགོས་པ་གཞན་མ་བྱས་གསུངས་པ་ན་བཞིན། ང་ཚོས་ད་བར་བརྒྱད་དང་བཅུ་བ་བཅུ་ཚང་བའི་རྡོ་རྗེའི་ལུས་རྟེན་འདི་དག་པོ་ཐོབ། སངས་རྒྱས་ཀྱི་བསྟན་པ་འདི་མཇལ། དེ་བས་ཆེ་མི་དགོས་ཞེས་ཉན་ཏེ་ཁྲིད། རང་གི་ངོས་ནས་ཀྱང་བླང་དོར་བྱེད་ནས་ཕྲན་བུ་འཇིགས་པའི་ནུས་པ་ཡོད་པའི་སྐབས་འདི་ལ་ཕར། འཁོར་བ་དང་ངན་སོང་གི་གནས་སུ་སྐྱེ་བ་ལེན་མི་དགོས་པ་ཅིག་བློས་རྟེན་འདིའི་ཐོག་ནས་བཟོ་ཐུབ་པ་བྱེད་དགོས་ཡ་དེ་ད་ང་རང་ཚོའི་བྱ་བ་ཐམས་ཅད་ཀྱི་ནང་ནས་གཟའ་དྲག་ཤུལ་དང་མྱུར་བ་ཉིད་དུ་བྱེད་དགོས་ཡ། སངས་རྒྱས་རྣམས་ཀྱིས་ཉན་ཀྱང་ཞྭ་ཕུད་བྱས་ནས་མ་ཤར་བ་ཅི་བྱེད་དགོས་ཀྱི་ཡིན་པ་རེད། ད་དཔལ་མགོན་ཀླུ་སྒྲུབ་ཀྱི་དཔེ་བཞག་ནས་མགོ་ལ་མི་ཤོར་བ་ཡིན་ནའི་རེད་དུ་ལོག་ལ་མི་ཤོར་བ་ཡིན་ནའི་རེད་མགོ་དང་གོས་ལ་མི་ཤོར་བ་དེ་བསད་ཡག་གི་བྱ་བ་དང། ལྷར། ལས་དང་ཉོན་མོངས་པའི་དབང་གིས། ལྕི་བ་ལེན་མི་དགོས་པར་བྱས་ཡག་གི། བྱ་བ་མྱུར་བ་དེ། ག་དེ་ཚ་དྲག་ཆེ་བ་ཡོད་རེད་གང་སྔ་ནས་བྱེད་དགོས་རེད། གསུངས་པ་ཡིན་ན། ད་གཅིག་བྱས་ན་བལྟས་ཚེ་བོད་རབ་བྱེད་ཡིན་གྱི་རེད་དེ་ག་འདྲ་དངོས་ཡོད་གནས་སྟངས་རང་རེད། མགོའང་དགོད་ལ་གློ་བུར་མེད་ཤོར་ལ་དེ་ཧ་ལས་ན། ཚེ་འདིའི། དེ་རྗེས་ལི་ཡཱ་ཕྲན་བུའི་སྣོད་ཡག་དང། ཧ་ལན་ཏཱ་སོགས་ཀྱི་བར་ཆད་འཇོ་ཡང་རེད་བ། ལུས་ཀྱི་སྡུག་བསྔལ་ཡང་རེད་བ་དེ་ཙམ་གྱིས་མ་གཏོགས། སྤྱི་བ་མང་པོའི་བར་དུ་སྡུག་བསྔལ་གྱི་གནས་འདྲ་རྒྱག་ཡ་ཡོད་བ་མ་རེད་བ། ད་ལུས་རྟེན་འདི་འདྲས་ཀྱི་ཐོབ་པའི་སྐབས་ལི་ཡཱ་ལྷ་ར་ལས་དང་ཉུང་མ་བའི་སྤྱི་བ་ལན་མི་དགོས་ལས་དང་ཉུང་བའི་དབང་གིས་ལྕི་བ་ལན་མི་དགོས་པ་ཞིག་མ་བྱུང་བ་ཡིན་ན། ལས་ཉུང་གི་དབང་གིས་བདེ་འགྲོ་དང་ངན་འགྲོ་ག་འདྲའི་ཆེ་ལས་ལྕི་བ་ཡིན་ན་ཡང། འབྲས་དུས་ཀྱི་རྟེན་འབྲེལ་གཅིག་གིས་ཁོ་པའི་ནང་ལོགས་ལ་ཡར། རྒྱུ་དུས་ཀྱི་རྟེན་འབྲེལ་འབུམ་ཕྲག་མང་པོ་གྲངས་མེད་པ་ཟག་བྱེད་ད་ལྕི་བ་རེད་པས་ཐབས་མེད་པ་རེད། སྡུག་བསྔལ་ནི་ཐབས་མེད་པ་རེད། ཡོང་དགོས་པ་དང། དེ་འདྲ་ཡིན་ཙང། ཡང་སྲིད་མེད་པར་གྱེར་ལ་འབད་འཚེར་ཏེ། དེ་བས་ཆེས་མཆོག་དགོས་པ་གཞན་མ་མཆིས། དེ་ལས་ལྷག་པའི་རྫ་དྲག་ཏུ་དགོས་པ་གཞན་ཡོད་པ་མ་རེད་ཟེར་ན་འདུག་གསུངས་པ་རེད། དེ་འདྲའི་གསུང་བ་ཡིན་ཙང། ངེས་པར་དུ་ལུས་རྟེན་བཟང་པོ་འདིའི་ཐོག་ནས། ཁུ་བ་དང་ན་ཟུག་གི་སྡུག་བསྔལ་ལས་ལྡོག་ནུས་པ་ཅིག་དང། མྱོང་མཐའ་ལས། ཕྱི་མ་མངོན་དུ་གོ་འཕང། གཏན་འཁེལ་བ་གཅིག། དེ་ནས་རབ་ཏུ་འབྱུང་བ་ཡིན་ན། དག་པའི་གོ་འཕང། དེ་ཡང་ཐམས་ཅད་མཆིན་པའི་གོ་འཕང། སྟོབས་ཡག་གི། ཐབས་ཚུལ་གཅིག། ད་ལྟ་ཉིད་ནས་ཛྭ་དྲག་ངང་ནས་མ་བྱས་པ་ཡིན་ན། དེ་སངས་རྒྱ་སྣང་རྒྱ་ངང་ནས་ལས་པ་ཡིན་ན། དེ་ཚེ་དེ་མི་རྟག་པ་ཡིན་ཙང། ངེས་པར་དུ། ཤི་ག་ལ་ག་ལ་ཡ། འགྱོད་པའི་གདུང་ཡ་ཅི་མ་གཏོགས། ཨོ་མའེར་བྱས་ནས་བྱ་ཡ་འདུག་ཟིན་པ་རེད། དེ་འདྲ་ཡིན་ཙང། ཆོས་རྣམ་པར་དག་པ་ཞིག་ངེས་པར་བྱེད་དགོས་པ་ཐག་བཅད། དེ་འདྲ་བའི་ཆོས་རྣམ་པར་དག་པ་ཞིག་བྱེད་པ་ལ་ཡང་ཐོག་མ་དམ་པའི་ཆོས་ཐོས་པ་ལ་བརྟེན་ནས། ལམ་བྱེད། གོ་རིམ་དང། གྲངས་དང་ས་བཅད་ལ་སོགས་པ་གང་དགའ་ངེས་པར་བྱས་ནས་ལམ་ཉམས་སུ་ལེན་ཤིན་པར་དགོས་ཡ་སྟེ། ཐོས་བསམ་གྱི་སྒོ་ནས། ལམ་ཉམས་སུ་ལེན་ཕྱིན་པ་བྱེད་མ་བྱུང་བ་ཡིན་ན། ཐོས་པ་མེད་པས་ནི་བསྒོམ་པ་དང་སྒྲུབ་པ་བྱས་པ་ཡིན་ན་ཡང། དཀའ་སྤྱད་སྙིང་རུས་ཇི་ཙམ་བྱས་པ་ཡིན་ནའི། ས་བཅུད་མེད་པ། ལམ་གོལ་ས་ལ་ཡར་འགྲོ་ཡར་གྱི་ཉེན་ཁ་ཡོད་པ་དེ་འདྲ་ཡིན་ཙང་ངེས་པར་དུ། སངས་རྒྱས་ཀྱི་གསུང་རབ་ཀྱིས་མཚོན་པའི། སྡེ་སྣོད་གསུམ་ལ་རྒྱུད་སྡེ་བཞིས་བསྡུས་པའི་ཆོས་ཚུལ་དེ་ཚོ་ལ་ཡང། ཐོས་པའི་སྒྲོ་འདོགས་བཅད་ནས་ལྷུ་ནི་བཅད་དགོས་དེ་གལ་ཆེན་པོ་ཡིན་པ་རེད། ད་ད་ལྟའི་གནས་སྐབས་སུ་དེ་ལྟ་བུའི་ཐུ་བའི་སྦྱར་བ་ལ་ཞུགས་པ་ལ་ཡང་ཕ་རོལ་ཕྱིན་པའི་ཐེག་པ་དང་གསང་སྔགས་རྡོ་རྗེ་ཐེག་པ་གཉིས་ཡོད་པའི་ནང་ནས་གསང་སྔགས་རྡོ་རྗེ་ཐེག་པ་དེ་སངས་རྒྱས་ཀྱི་གོ་འཕང་བསྒྲུབ་པ་ལ་ཡང་ཕ་རོལ་ཕྱིན་པའི་ཐེག་པ་ལས་ཧ་ཅང་ཟབ་བ་དང་རྙོག་ར་ཡིན་ཙང།

ངག་གི་བསྟན་པ་དག་གི་རེད་ཟེར་ཏེ་དཀོན་པོ་རེད། དེ་འདྲ་ཡིན་ཙང་ད་རེས་བསྐལ་པ་བཟང་པོ་འདི་འདྲ་ཅིག་བྱུང་བའི་སྐབས་ལ་ཡ། གསང་སྔགས་རྡོ་རྗེ་ཐེག་པའི་ཆོས་ལ་ཀླུ་གཉན་བྱེད་པ་དེ་བག་ཆགས་མཚོན་ཆའི་བཞག་ཡ་ལ་ཡ་ནི་གལ་ཆེན་པོ་སོང་ཡིན་ཙང་དེ་འདྲའི་ཀླུ་གཉན་བྱེད་དགོས། ཀླུ་གཉན་བྱེད་པ་ལ་ཡང་སྣོད་དུ་རུང་བ་ཅིག་མ་བྱུང་བ་ཡིན་ན། བསམ་པའི་རྒྱབ་མ་འཆོར་བ་ཡིན་ན། ལམ་ཐུན་མོང་བའི་རྒྱུད་མ་སྦྱངས་པ་དང། དབང་བཞི་རྣམ་པར་དག་པར་མ་ཐོབ་པའི་རྐྱེན་ཡིན་ན། ཨན་གསང་སྔགས་ཀྱི་ཆོས་འདི་ལྟ་བུ་ལ་ཐོས་བསམ་བྱ་དགོས། ཐོབ་ཐང་ཁོ་ན་ཡོད་བ་མ་རེད། ཐོས་བསམ་བྱེད་པའི་ཡུལ་ཆོས་ཚང་དགོས་བ་མ་རེད། དེ་འདྲ་ཡིན་དུས་ག་ལ་མགོ་བཞི་ཉེར་བསྟན་ཚུན་ནས་ཞི་ལྷག་གི་བར་དུ། ལམ་ཐུན་མོང་བས་གོ་བ་རགས་པ་ཙམ་གྱིས་ཚུན་ཆད་ནས་ཆགས་ཡ་དང་དེའི་ནང་ནས་ཀྱང་ངན་སྤྱོད་བྱས་ཟིན་ཡང་དག་པའི་ལྟ་བ་གསུམ་པོ་དེ། ག་ཚོད་ཐུག་ཐུག་གིས་འབད་པ་བྱས་ནས། དཀྱུས་མ་མ་ཡིན་པའི་ཉམས་མྱོང་ཅི་མཆིས་སྨྲས་པ་ཡིན་ན་ཡང། མོས་པ་ཡིད་ཆེས་ཀྱི་ཚུལ་ཚུན་ཆད་ནས། མོས་པ་ཡིད་ཆེས་ཚུན་ཆད་ནས་སྨོན་ལམ་ཚུན་ཆད་ནས། བརྒྱ་བྱས་དེ་དུས་ཐོག་རེ་བ་ཅི་ཡོང་ཡག་གི་ཐབས་ཤེས་བྱས་པའི་ཐོག་ནས་ནི་སྔགས་ཀྱི་གཞུང་ལ་མཐུན་འཇུག་བྱེད་དགོས་པར་འདུག་ཟིན་པ་རེད། འོ་འདུག་ཟིན་ན་མདོར་ན། མ་གྱུར་ནང་གི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ། ཐུགས་བསྐྱེད་བླ་ན་མ་མཆིས་པ། སྟོན་པ་ཡང་དག་པར་རྫོགས་པའི་སེམས་ཀྱིས་གོ་འཕང་རིན་པོ་ཆེ་བསྐལ་ཆེན་གྲངས་མེད་གསུང་དུ་ཚོགས་བསགས་པ་ལས་མ་བལྟོས་པར། མགྱོགས་ནས་མྱུར་དུ། ལྕི་བ་བཅུ་དྲུག་ཚུན་ཆད་དང། བྱུང་ན་ནི་མྱུར་བ་མྱུར་བར་བསྐྱེད། གཉིད་དུས་ཀྱི་ཚེ་ཐུང་གཅིག་ལ་ཐོབ་ཐུགས་ཡག་གིས། འབད་རྩོལ་བྱེད་དགོས། དེའི་ཆེད་དུ་ཆུ་ཟབ་མོ་གསན་སྙམ་པས། ཆུ་དམྱལ་བའི་ཀུན་སློང་ཀུན་སྤྱོད་ཀྱི་རིམ་པ་རྣམས། ཆུ་བྱང་ཆུབ་ལམ་གྱི་རིམ་པ་ནས་འབྱུང་བ་ལྟར། ལེགས་པར་གསལ་བཏབ་ནས་གསན་དགོས་པ་བཅས་མདོར་གསུམ་རེད།